སངས་རྒྱས་བཅོམ་ལྡན་འདས་ཀྱི་ཕྱག་བཞེས་ནི་ནང་པ་བྱེད་པ་རེད་ཟེར་ནས་ཨུ་ཚུགས་ཁྱོད་རྒྱུད་མི་འདུག་བ། སོ་སོ་རང་དབང་ཅིག་བཞག་ཤིག་དོ། ཡིན་ནའི་སངས་རྒྱས་པའི་ཆོས་ཀྱི། རྟོགས་ཟིན་གནད་འགག་ཤེས་པ་ཡིན་ན། ཁོ་ཕན་ཐོགས་ཡོད་བསྡད་པ་ཅིག། ལྷག་པར་དུ་སེམས་འཁྲུགས་པའི་ཁ་ཐུག་ལ་ཡང་ཕན་ཐོགས་ཡོད་བསྡད་པ་ཅིག། འཛམ་བུ་གླིང་འཁྲུགས་བསྡད་པའི་ཁ་ཐུག་ལ་ཕན་ཐོགས་ཡོད་བསྡད་པ་ཅིག་ཡིན་པ་ཡིན་དུས་རྩ་ནས། ཨེ་ནི་ཤེས་ནས་དད་པ་ཐོབ་ཡག་ཅིག་དང་རྒྱུ་མཚན་མཐོང་དགོས་པ་ཤེས་པའི་སྒོ་ནས་དེར་དོ་སྣང་བྱ་ཡག་ཅིག་ཡོང་ཁུར་བ་ཚ་དེ་འདྲས་ཡིན་དུས། གང་ལྟར་བོད་ཀྱི་ཆོས་དང་རིག་གཞུང།

བཟོ་གྲྭ་སོགས་ལས་ཆོད་པ་ནང་བཞིན་རེད་ས་དེ་འདྲ་ཡིན་པ་ཡིན་དུས་ཚར་ནས་དཔལ་འབྱོར་ཚགས་ཚུད་པ་དགོས་ཡ་དེ་ད་ལྟ་ཡར་རྒྱས་འགྲོ་ཡ་དེ་གལ་བོ་གལ་ཆེན་པོ་རེད་ཤག་གཞིས་བྱེས་མི་མང་ཚང་མ་ལོག་ད་ལྟ་དཔལ་འབྱོར་གྱི་འདུ་འགོད་ཅིག་བྱེད་ཡ་དེ་གལ་ཆེན་པོ་རེད་ཡང་དཔལ་འབྱོར་པུ་རུ་ཀ་རུ་སྐྱེས་བྱས་དཔལ་འབྱོར་གནས་སྟངས་རུ་ཨོ་ཟི་ཡོང་པའི་ཁ་ཐུག་ལ་དོན་མེད་ཀྱི་ཅིག་རྒྱན་པོ་རྒྱས་པའི་རྩེད་མོ་རྩེ་ཡ་ཨ་ནི་ཆང་རག་ཚོད་མེད་འཐུང་ཡ

ང་རང་ཚོ་དཔལ་འབྱོར་ཡར་རྒྱས་རུ་བྱུང་བའི་ཁ་ཐུག་ལ་ཡིན་གཅིག་མིན་གཅིག་ཤེས་ཡོན་ཡར་རྒྱས་གཏོང་ཡ། འཕྲོད་བསྟེན་ཡར་རྒྱས་གཏོང་ཡ། དེའི་གཞིས་ལུས་ཆ་བཞག་ན་ཞིང་འབྲོག་ས་ཁུལ་ཡར་རྒྱས་ཤ་མ་ཕྱིན་པའི་ས་ལ་ང་རང་ཚོ་རང་ཉིད་ཀྱི་རང་དོན་རང་གཅེས་བྱས་ནས་འདི་ཤུགས་རྒྱག་ཡ་དེ་དཔེ་གལ་ཆེན་པོ་འདུག་དེ་ང་གཅིག་བཤད་ཉིན་འདོད་སོང། ཨེ། དེ་ནས་ང་རང་ཚོ་བོད་གཞིས་གཅིག་གི་བ་ལས་ཡིན་ནའི་ཅིག་བོད་པའི་སྤྱི་ཚོགས་ནང་ལོགས་ལ་ཅིག་དགོན་པ་ཆེ་ཆུང་མེད་པ་ཧ་ལམ་ཡོད་མ་རེད་ད། ང་རང་ཚོ་དགོན་སྡེ་ཅིག་རབ་བྱུང་ཕོ་མོ་ད་ག་ནང་བཞིན་གྱི་སྔགས་འཆང་ཚུན་ཆད་ཀྱི་ཅིག། དགེ་འདུན་བདུད་སྡེ་ག་བ་ཡོད་པ་ཡིན་ནས། དགོན་པ་ག་བ་ཡོད་པ་ཡིན་ནས། ཅིག་དེ་ངས་ང་རང་ཚོའི་ཅིག་ལུགས་སྲོལ་གྱི་ཆོ་ག་ཕྱག་ལེན་རུ་ཅིག་སྟོན། སངས་རྒྱས་ཀྱི་ཆོས་ཟེར་དེ་ག་འདྲས་ཡིན་པ། གཞི་ཡི་གནས་ཚུལ་ག་འདྲས་ཡིན་པ། ལམ་གྱི་གནས་ཚུལ་ག་འདྲས་ཡིན་པ། འབྲས་བུའི་གནས་ཚུལ་ག་འདྲས་ཡིན་པ། འདི་གས་དེ་དོ་སྣང་ཁྱོན་ནས་མ་བྱས་སློབ་སྦྱོང་གི་དོ་སྣང་མ་བྱས་པ་བྱས་ག་གས་མ་ཤེས་པ་བྱས་བྱས། ཨེ་ན་ང་ཚོ་ཕ་མེས་ཀྱི་ལུགས་སྲོལ་ཡིན་མདོག་མདོག་རུ་བྱས་བྱས་མ་འགྲོ་དེ་དེ་ག་ད་འདང་གི་མི་འདུག་ངས་ནམ་རྒྱུན་ལྟ་སྐོར་ཅིག་ནང་པའི་ཆོས་བྱེད་མཁན་ཚང་མ་ལ་ཟེར་དགོས་ཀྱི་ཡོད། རྒྱ་རིགས་སུ་ཡིན་ནའི་འདྲ་ཉི་ཧོང་ཡིན་ནའི་འདྲ་ཀོ་རི་ཡ་བེ་ན་མིས་སོག་པོ་ད་ག་ན་ཞིག་གི་ཅིག་འབར་མ་དང་ཤི་རི་ལང་ཀ་དང་ཐའི་ལན་དང་ཅི་དག་གི་ད་ནང་པ་ཚང་མ་ལ་ལ་ཡ་ངས་འདི་བཤད་དགོས་ཀྱི་ཡོད་ང་ཚོ་དུས་རབས་ཉི་ཤུ་རྩ་བཞི་པའི་ནང་པ་ཆགས་པར་གདའ། འདི་ག་རེ་ལབ་ན། སངས་རྒྱས་པའི་ཆོས་ཀྱི་ཁྱད་ཆོས། རྒྱུ་མཚན་དགོས་པ། རིགས་པའི་ལམ་ནས་གཏན་ལ་ཕབ་ནས་ཆ་ཚང་བ་ཅིག་ཤེས་པའི་ཐོག་ནས། ཨེ་ནི། སངས་རྒྱས་ཆོས་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་ལབ་པ་ཡིན་ན། ཤེས་ནས་དད་པ་ཐོབ་པའི་སྐྱབས་འགྲོ་རེད། ཨེ་ནི་དངོས་གནས་དྲང་གནས་ཀྱི་སངས་རྒྱས་པའི་ཆོས། མཚན་ཉིད་ཚང་ཆགས་ཀྱི་ཡོད།

ཡོང་གི་ཡོད་པ་འདྲ་ཧ་ཅང་དགའ་པོ་བྱུང་ཡིན་གཅིག་མིན་གཅིག་ཅིག་གཞུང་ཆེན་སློབ་སྦྱོང་མདོ་སྔགས་ཀྱི་གཞུང་ཆེན་ཁག་སློབ་སྦྱོང་བྱས་ཡག་ལ་ཨེ་ནི་ཁུར་ཆེ་སེ་ཆེ་རོགས་ཅེས་ང་དེ་བཤད་ཉིན་འདོད་བྱུང་ཨེ་ནི་དུས་ད་ལྟ་བར་དུ་ད་འདས་པའི་ལོ་ལྔ་བཅུ་དྲུག་ཅུ་བརྒལ་འདི་འགྲོ་བསྡད་ཀྱི་ཡོད་རེད། གཞིས་བྱེས་མི་མང་སྤྱི་དང་ལྷག་པར་གཞིས་ལུས་རྒྱ་ཆེ་མི་མང་ལྷག་བསམ་སྙིང་སྟོབས་མི་རིགས་ཀྱི་ལར་རྒྱ་ཞུམ་པ་མེད་པ་བྱེད་བསྡད་པ་རེད་བསྔགས་བརྗོད་ཡོད། དེ་དང་ཆབས་ཅིག་བོད་པའི་གཤིས་ཀ་འདི། འཛམ་བུ་གླིང་འདི་གང་ལ།